ཐེངས་བཅུ་གསུམ་པ་ཉིན་གཉིས་པ་དེ་ཕུན་ཚོགས་སྡེ་བཞིའི་ཚོགས་ཁང་ནང་འཚོགས་གནང་གི་འདུག་དེ་སོང་ཙང། མཁན་ཆེན་བློ་གྲོས་དོན་ཡོད་མཆོག་དབུ་བཞུགས་ཐོག་འཚོགས་གནང་གི་འདུག་དེའི་སྐབས་ཀྱི་བརྙན་པ་ཚན་པ་གཅིག་རྒྱ་ཆེ་གཟིགས་མོ་རྣམས་ཀྱི་སྤྱན་ལམ་དུ་གཟིགས་འབུལ་ཞུ་ཡ་ཡིན་གསན་རྒྱུ་དེ་གཟིགས་རྒྱུ་མ་མཁྱེན་པ་གནང་རོགས་གནང་ཞུ་ཡ་དང། ངའི་བརྙན་ཐུང་ལ་ད་ལྟ་བར་དུ་རྒྱབ་སྐྱོར་གནང་མཁན་ཚོགས་ཞུགས་གནང་མཁན་མཆན་བཀོད་མཁན་ཕར་ཚུར་བརྒྱུད་སྐུར་གནང་མཁན་ཚང་མ་ལ་དྲ་རྒྱ་འདི་བརྒྱུད་རྗེས་སྙིང་ཐག་པ་ནས།

གསུངས་ཡོད་རེད་ཨེ་ནས་ད་དེའི་སྐབས་ལ་རླུང་རོ་ལན་གསུམ་གསར་དགོས་རེད་དགོངས་སྐྱབས་རེ་དཀའ་རེད་སྔ་དྲོ་ཐོག་མར་ད་གིན་ནས་སྐྱབས་འགྲོ་དེ་རྣམ་རྒྱལ་གཡོན་པ་སྐྱབས་འགྲོ་དེ་ལན་ཁ་ཡར་ཅིག་སོང་ཨེ་ནས་དེ་ནས་སེམས་དེ་མ་ལྷོད་ལྷོད་བྱས་ནས་མ་བྱོས་པ་ལྷོད་ལྷོད་བྱས་ནས་བཞག་ཨེ་དེ་ནས་ད་རང་བབ་ལ་བཞག་དགོས་རེད་ད་འགྲིམ་རྒྱུ་ཡོད་མ་རེད།

ཨ་ནི་སངས་རྒྱས་ཐམས་ཅད་ཀྱི་ཏིང་སྙིང་རྗེ་རང་གཟུགས་ཨ་ནི་ལྷ་ཡི་རྣམ་པ་ལ་ཏིང་ངེ་འཆར་ཡོང་བ་ཅིག་ལ་ཡང་དག་འཕགས་པ་ཅན་ལ་ཚིག་ཞུགས་ཡོད་རེད་ཨ་ནི་ང་རང་ཚོའི་སེམས་རྒྱུད་ལ་ཨ་ནི་དག་བྱམས་པ་དང་སྙིང་རྗེ་ཨ་ནི་བྱང་ཆུབ་སེམས་དེ་ཡོད་ནས་དེ་ནི་གོང་དུ་གོང་ནས་གོང་དུ་འཕེལ་བ་ལ་ཨ་ནི་ལྷ་ཁྱད་པར་དུ་འཕགས་པ་ཨ་ནི་འཕགས་པ་ཅན་ལ་ཚིག་ལྟ་བུ་དེ་ཡོད་ནས་དེ་ནི་ཉམས་ལེན་བྱས་ན་འདིའི་ནང་ལ་ད་མ་འདུས་པ་ལྟ་ནི་ཡོག་མ་རེད་དེ་ཉམས་སུ་ལེན་པར་བྱེད་པ་ལ་ཡང་སྤྱིར་བཏང་གི་དེ་ནི་ང་རང་ཚོ་ས་དགེ་བཀའ་རྙིང་རིས་སུ་མ་བྱས་པའི་ནང་དུ་ནི་ཅིག་ད་རྒྱུད་ལྟ་བུ་བྱས་ན་ཅིག་རེད་ད་རྒྱུད་སྡེ་བཞི་དང་འབྲེལ་མོད་ཀྱི་དེ་ནི་ད་འཕགས་པ་སྤྱན་རས་གཟིགས་ཀྱི་དེ་ནི་སྒྲུབ་སྐོར་བསམ་གྱི་མི་རྒྱག་པ་མང་པོ་ཡོག་རེད་ཡིན་ན་ཡང་ད་ལྟ་ནི་ང་རང་ཚོ་ཅིག་ཐུན་མོང་ལྟ་བུ་བྱས་ན་ནི་ཅིག་ད་འགྲོ་དོན་མཁའ་ཁྱབ་མ་ཟད་འགྲོ་དོན་ཁ་རྒྱག་མ་ཟེར་ཨ་དེ་གསུང་མཁན་སུ་རེད་ཟེར་ན། ཨོ་དེ་ནི་གྲུབ་ཆེན་ཐང་སྟོང་རྒྱལ་པོ་རེད་ད་ཐང་སྟོང་རྒྱལ་པོ་ཕལ་ཆེར་ང་རང་ཚོ་རིས་སུ་མ་ཆད་པའི་སྐད་ཡིག་ནས་དེ་ནི་གྲུབ་ཐོབ་འདྲ་བོ་ད་བསམ་གྱི་ནི་སྐྱག་པ་ཡིན་ཡ་དེ་ནི་སྐྱེས་བུ་དམ་པ་ཅིག་བྱུང་བ་རེད་དགུང་ལོ་བརྒྱ་དང་ཨེ་ནི་ཉི་ཤུ་རྩ་བརྒྱད་བཞུགས་པ་རེད་ཨེ་ནི་ད་འཕགས་པ་སྤྱན་རས་གཟིགས་དངོས་རེད་ཨོ་དེ་ནི་ཁོང་ཞི་དྲག་གིས་ང་རང་ཚོ་ཡིན་ནས་དེ་ནི་བཀའ་དྲིན་ཅན་ཨོ་དེ་ནི་གཅིག་བོད་དང་ད་བོད་དབུས་དང། ཁམས་དང་འབྲུག་དང་གཞན་ཡང་ལུང་པ་གཞན་དང་གཞན་དུ་ལྕགས་སམ་ལྔ་བཅུ་ང་བརྒྱད་ཡིན་ན་ཅིག་ནས་ཁོང་གིས་ནས་སྐྲུན་པར་བ་དེ་ནས་རྫུ་འཕྲུལ་གྱི་སྒོ་ནས་ད་ནག་སྔ་མོར་བ་དེ་ལྟ་བུའི་ཡ་དེ་ནས་ཁོང་གིས་ནས་ཆོས་འཁོར་བསམ་གྱིས་མི་ཁྱབ་པ་བསྐྲུན་ཡོད་རེད་ཁོང་རང་ཆོས་བརྒྱུད་རྩ་བ་འདྲ་བོ་བྱས་ན་ནས་རྙིང་མ་དང།

ཨོ་དེ་ནས་དེ་ནས་དེའི་གི་ཚད་ལྟ་དོན་མི་ཤེས་པ་གལ་ཡོད་མ་རེད་ཨོ་དེ་བཟུང་གི་དེའི་ཐོག་ནས་ང་རང་ཚོ་ཉམས་ལེན་བྱས་ན་ནི་ཞེ་དྲག་སྟབས་བདེ་བོ་ཡོད་རེད་ཨ་དེ་ལྟ་བུ་བྱས་ནས་ཟེར་གི་དེ་ནས་སྒྲུབ་ཐབས་སྟབས་བདེ་བོ་ཉུང་ཤོས་དེ་ཉམས་སུ་ལེན་པར་བྱས་པ་ད་ཡིག་ཐོག་མར་ནས་གོང་དུ་ཞུས་པ་ནང་བཞིན་ནི་རང་གི་ནི་ད་བྱས་བསྟན་ཆོག།

ད་བསམ་བློ་བཏང་ཟེར་ན་འདྲ་སྒོམ་ཟེར་ན་འདྲ་བལྟས་ཚེ་གནད་ཁ་བྲལ་བ་མ་བྱས་པ་བཅས་ནས་འདིའི་ཐོག་ལ་བསམ་བློ་གཏོང་རྒྱུ་དཔེ་གལ་ཆེན་པོ་རེད། ད་དེ་ལ་གཅིག་སངས་རྒྱས་ཆོས་དང་ཚོགས་ཀྱི་ཚོགས་རྣམས་ལ་ཨེ་ནས་བྱང་ཆུབ་བར་དུ་བདག་ནི་སྐྱབས་འགྲོ་བྱས་ཟེར་ད་དེ་ཇི་ལྟར་སྐྱབས་འགྲོ་ལ་ཐིག་པ་ཆེ་ཆུང་དེ་ནས་དེ་ནི་སྐྱབས་འགྲོ་ཁྱད་པར་ཡོད་རེད་ད་ད་ལྟ་དེ་ཐིག་པ་ཆེན་པོ་གི་སྐྱབས་འགྲོ་རེད། འོང་དེ་ནི་སངས་རྒྱས་ཆོས་དང་ཚོགས་ཀྱི་ཚོགས་རྣམས་བྱང་ཆུབ་བར་དུ་ཟེར་དུ་བ་ཨེ་ནས་བྱང་ཆུབ་བར་དུ་ཟེར་ན། ཨ་ནི་བདག་རྣམ་པ་ཐམས་ཅད་མཁྱེན་པ་སངས་རྒྱས་ཀྱི་དགོངས་པ་མི་མཐོ་ཅིང་མ་ཐོབ་ཀྱི་བར་དུ་ཨ་ནི་སངས་རྒྱས་དང་ཆོས་དང་དགེ་འདུན་གསུམ་ལ་སྐྱབས་སུ་མཆི་བར་བགྱིའོ་ཟེར་ད་དེའི་སྐབས་སུ་ད་ཞི་གནས་ཐོག་མར་ཞུས་པ་ནང་བཞིན་རེད་ཨ་ནི་མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱང་རྨུས་འགོག་བཅུག་ནས་རང་དང་ལྷན་ཅིག་ཏུ་འདྲེན་བྱེད་བརྟོལ་ནས་ཀུན་སངས་རྒྱས་ཆོས་ཐོག་མ་དེ་གསུང་གི་ཡོད་བསམ་པ་མདོང་གི་ཡོད་བསམ་པའི་དེ་འདོད་པ་དེ་རྣམས་གསུངས་པས་མ་གཏོགས་ཡང་རང་ཉིད་གཅིག་པོ་བྱས་ན་སེམས་ཅན་ཐམས་ཅད་ལྷག་བསམ་དང་འདྲེས་གི་ཡོད་མ་རེད་མ་ནང་པ་དེ་སྙམ་པའི་སེམས་ཅན་དེ་ག་དུས་ན་དྲན་དེ་གོ་རེ་ད་དེའི་ནང་ནས་ནི་མང་ཟེར་ཡ་དེ་བས་གཏན་འགལ་ཆེན་པོ་ཡོད་རེད།

སྲིད། མ་ལས་ཨེ་ནས་དེ་ནི་བཀའ་དྲིན་ཆེ་བ་དང་ང་རང་དུ་བརྩེ་བ་ཆེ་བ་དང་སེམས་ཐག་ཉེ་བ་སུ་ཞིག་ཡོད་མ་རོགས། འོ་ད་ཚེ་འདི་གི་མ་ནང་བཞིན་དེ་ནི་སེམས་ཅན་གཅིག་ཀྱང་མ་ལུས་པར་ང་རང་དུ་ཨ་མ་མ་སྐྱེས་དགུ་གཅིག་ཀྱང་ཡོད་མ་རེད། འོ་དེ་བཟུང་དུ་དེ་ནི་སེམས་ཅན་ཐམས་ཅད་དང་ལྷན་གཅིག་ཏུ་ཨེ་ནས་སངས་རྒྱས་འོ་ད་གལ་ཏེ་ད་ལྟ་སངས་རྒྱས་ཆོས་ཐོག་དེ་འདོང་གི་ཡོད་སྙམ་པའི་དམིགས་པ་རྣམས་ཀྱང་སངས་རྒྱས་ཆོས་དང་ཚོགས་ཀྱི་ཚོགས་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་ཚེ་སྙིང་པོ་དེ་སྐད།

ད་སྨོན་པའི་སེམས་བསྐྱེད་པར་བྱ་དེ་ག་རེ་ཟེར་ན་ད་སེམས་ཅན་ཐམས་ཅད་ཀྱི་དོན་དུ་བླ་མའི་རྫོགས་བྱང་ངེས་ནས་དེ་ནི་ཐོབ་པར་བྱ་སྙམ་པའི་བློ་དེ་ཡིན་པ་རེད། ད་དེ་སྨོན་པ་རེད་བ་སྨོན་པ་ཙམ་རེད་སྨོན་པ་དེ་ལ་ད་ཕན་ཡོང་ད་བསམ་གྱི་མི་ཁྱབ་པ་ཡོད་རེད་དེ་མིན་ན་ད་སྨོན་པ་ཙམ་གྱིས་ཀྱི་དེ་ནི་སངས་རྒྱས་གོང་མར་ཐོབ་ཐུབ་ཀྱི་མ་རེད། དང་པོ་སངས་རྒྱས་གོ་འཕང་ཐོབ་བྱེད་ཀྱི་རྒྱུད་ངོ་མ་དེ་ནི་སྦྱིན་སོགས་ཕ་རོལ་ཏུ་ཕྱིན་པ་དྲུག་ལ་སོགས་པ་དེ་ཚོ་ཡིན་པ་རེད་བྱང་ཆུབ་ཀྱི་སྤྱོད་པ་རྒྱ་མཚོ་ལྟ་བུ་ཟེར་དུ་བ་བྱང་ཆུབ་ཀྱི་སྤྱོད་པ་རྒྱ་མཚོ་ལྟ་བུ་དེ་དག་ཐམས་ཅད་སོར་འདོགས་ལྷུར་གྱིས་སྤྲད་ན་དེ་ནི་ཕ་རོལ་ཏུ་ཕྱིན་པ་དྲུག་དང་བསྡུ་བའི་དངོས་པོ་བཞི་ལ་སོགས་པའི་ནང་ལ་འདུས་ཡོད་རེད།

ད་ཚོགས་ཟེར་ཡ་དེ་སྦྱར་བ་ཡིན་ན་ཨ་ནི་ཡིད་བཞིན་གྱི་ཚོགས་དེའི་ནང་དུ་ཚང་གི་ཡོག་རེད། ད་ད་ཡིག་དང་པོ་ལ་བདག་གི་ཟེར་སོགས་ཀྱི་པོ་བསོད་ནམས་ཀྱི་ཟེར་ན་ད་བསོད་ནམས་ཚོགས་གཅིག་པོ་རེད་བ་ཡིད་བཞིན་ཚོགས་དེའི་ནང་མི་འདུག་བ་ད་དེ་ནི་ད་ཟེར་སོགས་ཀྱི་དཀར་ཟས་ཚོགས་རྣམས་ཟེར་སྦྱར་བ་ཡིན་ན་ཡིད་བཞིན་གྱི་ཚོགས་དེའི་ནང་ལ་ཨེ་ནས་དེ་ནི་འདུག་གི་ཡོད་པ་ཡིན་ད་ཚོགས་གཉིས་ཀ་དེ་ནི་ཚང་གི་ཡོག་རེད་ཟེར་ཙུག་ཙུག་འདུག

དེས་བླ་མའི་ཐུགས་ལ་གབ་སྟེར་བ་དེ་ཉིད་ནི་དེ་ནི་རྡོ་རྗེ་གི་སློབ་མ་རྣམས་ལ་འདུག་གསུངས་པ་དེ་ལ་ཨ་ནི་མན་ངག་སྟེ་མན་ངག་སྟེ་ཟེར་ཡོད་རེད་བ། འོ་དེ་བཟུང་འདུག་པ་ལ་དག་མདོར་ན་ཆོས་བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱི་ཚེ་དུ་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་གཉིས་ཟེར་ཏེ་དག་ཚང་གི་ཡོད་རེད་བ། དེའི་ཚེ་དུ་དག་ཅི་ལྟར་བྱང་ཆུབ་ཀྱི་སེམས་ཞེས་བྱ་སྟེ་དེ་ནི་དག་དེ་ནི་གཞན་དོན་ལ་དམིགས་པ་དང་ཨ་ནི་རྫོགས་བྱང་ལ་དམིགས་པ་ཟེར་གཉིས་ཡོད་རེད་བ།

ཚེ་ཡུང་ཡུང་ར་བ། སངས་རྒྱས་ཆོས་འདིའི་སྐབས་ལ་ང་ཚོ་དབང་ཕྱུག་བྱང་ཆུབ་སེམས་ཀྱི་སྡོམ་པ་དེ་ཉིད་གཏན་གྱི་མདུན་དུ་ཨེ་ནས་ལེན་དགོས་ཡོད་རེད། ཨོ། དེ་བྱང་ཆུབ་སེམས་དཔའི་གི་སྡོམ་པ་དེ་ཡ་དེ་དེ་ནི་ཡང་གི་སོ་ཐར་དེ་སོ་ཐར་གི་སྡོམ་པ་དང་འདྲ་གི་མ་རེད་སོ་ཐར་དེ་སྡོམ་པ་ཡིན་ན་གཅིག་བླང་དེ་ཉམས་ཐག་ན་ཉམས་གཅིག་རེད་སེམས་དང་ནི་མགོ་བོ་བཅད་པ་ལྟ་བུ་ཡིན་ཟེར་དེ་སླར་བླང་དུ་མེད་པ་རེད། བྱང་ཆུབ་སེམས་དཔའི་གྱི་སྡོམ་པ་ནི་ཀོ་ཉིད་ལན་གསུམ་ཚེ་ལན་གསུམ་ག་ཚོད་བླང་ན་ཡང་ཀོ་ཡ་གོང་ནས་གོང་དུ་འཕེལ་འགྲོ་གི་མ་གཏོགས་ཨེ་ན་དེའི་ཁའི་ནི་ཡ་དེ་ནི་ག་ཚོད་ད་དེ་འདུལ་སྐྱོང་འདྲ་པོ་ད་ནི་ཡོད་མ་རེད་ག་ཚོད་ཨེ་ན་དེ་ནི་བླང་དགོས་ཡོད་རེད་ཨོ་དེ་བྱས་ཏེ་ཀོ་ལ་དེ་ནི་ང་རང་ཚོ་ད་སངས་རྒྱས་ཆོས་ཚོགས་མ་དེའི་སྐབས་ལ་དེ་ནི་ད་སྨོན་འཇུག་བྱང་ཆུབ་སེམས་ཀྱི་ཚོགས་བསགས་ཀྱི་རིམ་པ་དེ་ད་ཚོགས་བསགས་དགོས་རེད་བྱང་ཆུབ་སེམས་རྒྱུད་ལ་སྐྱེ་བ་ལ་ཚོགས་བསོགས་པ་དེ་སྔོན་དུ་འགྲོ་དགོས་རེད

ཚོགས་གསོག་པ་ལ་བརྟེན་ནས་ཐོབ་ཀྱི་ཡོད་རེད། སོ་ཐར་གྱི་སྡོམ་པ་ཟེར་ཡ་དེ་ཁོ་དགེ་སློང་དགེ་འདུན་གྱི་མདུན་དུ་ཐོབ་ཀྱི་ཡོད་རེད་བ་དེ་རེད། སྔགས་ཀྱི་སྡོམ་པ་ཟེར་ཡ་དེ་དབང་ཟེར་ཡ་དེ་དེ་བླ་མ་རྡོ་རྗེ་འཆང་གིས་དེ་ནས་དབང་དོན་ཨེ་ནས་ངོ་སྤྲད་ནས་ཨེ་ནས་དེ་ཐོབ་ཀྱི་ཡོད་རེད་བ། དེ་བཟུང་དེ་ཁོ་ལ་ང་རང་ཚོར་དེ་ནི་ད་བྱང་ཆུབ་སེམས་དཔའི་གྱི་དེ་ནི་སྡོམ་པ་རང་གིས་ཡང་ནས་ཡང་དུ་ལེན་ཆོག་གི་རེད་དེ་ཡིན་ན་དེའི་སྔོན་དུ་སྐྱབས་འགྲོ་དང།

བའི་གནད་དུ་ཕུགས་པ་ཅོ་ཡིན་ན་ཡ་དེ་ནི་ཉམས་ལེན་དེ་ན་བསྣམས་ནས་ཡང་དེ་ནི་ད་དངོས་གཞི་ལ་ཡང་ནི་བདག་སོགས་མཁའ་ཁྱབ་སེམས་ཅན་གྱི་སྤྱི་གཙུག་པད་དཀར་འདབ་པའི་སྟེང་ངོས་ཟེར་ད་ད་ཀྱི་ནས་ཞུས་པ་ན་ཁྱེད་ལ་སེམས་ཅན་ཐམས་ཅད་ཡང་ནི་རྗེས་ཆོག་མི་འདུག་བདག་སོགས་མཁའ་ཁྱབ་སེམས་ཅན་གྱི་སྤྱི་གཙུག།

ཕྲེང་སྐོར་གཉིས་གསུམ་ལྔ་དེ་ལྟ་བུ་བྱས་ནས་བགྲངས་ནས་ད་དེ་ནས་སོ་སོའི་ཉེ་རེག་གི་དེ་ནས་འཚོ་བའི་གི་ད་དོན་དུ་ཨེ་ནི་ཕྱག་ལས་གནང་ན་འགྲིག་གི་རེད། ད་ཕྱག་ལས་གནང་བ་དང་ཆབས་གཅིག་ཏུ་ཨེ་ནི་ང་རང་ཚོ་དྲན་པ་དང་ཤེས་བཞིན་དེའི་རྩིས་ཟིན་པའི་ཁོག་ནས་ད་ནངས་སྔ་དྲོ་ང་རང་ཚོ་ཨེ་ནི་དེ་ནས་ལྷ་ཡི་རྣལ་འབྱོར་འཕགས་པ་སྤྱན་རས་གཟིགས་ཨེ་ནི་དེ་ལྷ་ཡི་རྣལ་འབྱོར་བསྒོམ་བསྡད་པ་དེ་ཡང་ནས་ཡང་དུ་གསལ་བཏབ་གནང་དགོས་པ་རེད། ཨེ་ནི་དུས་ཚོད་ཐོབ་པའི་གནད་འགག་ལ་ཨེ་ནི་དེ་ནི་མ་ནས་ཨེ་དེ་ཡར་ད་ངང་བསྟན་བྱས་ན་འགྲིག་རེད་ཡིད་ཡེད་ཀྱི་འདས་པ་བྱས་ན་འགྲིག་རེད་མ་ནས་གང་ཐུབ་ཐུབ་ཉི་མ་ཉིན་གང་དེ་ལ་ཨེ་ནི་འགྲངས་གནང་སྤྱི་བཏང་ལས་ཀ་ལས་བསྡད་པའི་སྐབས་ད་ད་རྒྱ་གླིང་འགུལ་རྒྱུ་དང་རྩམ་པ་འགམ་རྒྱུ་གཉིས་མཉམ་དུ་ད་ཡོང་དཀའ་ལས་ཁག་པོ་རེད་ཏེ་ཡིན་ན་ཡང་ཨེ་ནི་ཡར་ད་དྲན་པ་དང་ཤེས་བཞིན་དེ་གཉིས་ཡོད་ན་ཨེ་ནི་ཡོང་མི་ཐུབ་པ་མ་རེད།

དེ་ནི་མི་སུ་དང་སུ་ཡིན་ན་ཡང་ངས་ལུས་དང། དེ་ནི་ཡང་དེ་ནི་གང་དེ་མི་སུ་དང་སུ་ཡིན་ན་ངས་དེ་ནི་ལུས་ངག་ཡིད་གསུམ་གྱིས་དེ་ནི་གནོད་པ་གཙང་ནི་བྱེད་མི་དེ་ནི་ངས་གནོད་པ་གང་ཐུབ་ཐུབ་སྤངས་ཀྱིས་ལུས་ངག་ཡིད་གསུམ་གྱིས་དེ་ནི་སྐྱེ་བོ་སུ་དང་སུ་ཡིན་ན་སེམས་ཅན་སུ་དང་སུ་ཡིན་ན་ཡང་ང་རང་གིས་དེ་ནི་ཕན་པ་གང་ཐུབ་ཐུབ་བསྒྲུབ་ཀྱི་ཡིན་སྙམ་པའི་གེགས་དེ་ནི་བླ་མ་དང་འཕགས་པ་སྤྱན་རས་གཟིགས་དབྱེར་མ་མཆིས་པ་ལ་དེ་ནི་གསོར་བ་བཏབ་དམ་བཅའ་འདྲ་བོ་དེ་བླངས་པ་ཡིན་ན། ཞེ་སྡང་གིས་ཕན་གི་རེད་དམ། བཅད་པ་ཡིན་ན་ཕན་གི་དམ་མ་བཅད་པ་ཡིན་ན་དེ་ནི་དེར་སྐྱོན་ཞེ་དྲག་ཡོད་རེད་དེ་གསུངས་ད་དེ་ནི་ང་རང་ཚོ་དེ་ད་ལྟ་ལས་ཀ་ལས་པའི་གནས་སྐབས་ལ་མི་སྣ་ཚོགས་ཡོད་རེད་ལས་ཀ་ལས་རོགས་མི་སྣ་ཚོགས་ཡོད་རེད་ཁ་ཤས་སྤྲོ་རིང་པོ་ཁ་ཤས་སྤྲོ་ཐུང་ཐུང་ཧོ་ཁ་ཤས་འཁྲུག་པ་རྒྱག་ཆོག་ཆོག་ཧོ་དེ་ནི་དེ་ནི་ཁ་ཤས་པོའི་སྣང་བ་དགྲར་ལངས་ནས་ཡིན་ཡ་དེ་ནི་མ་བྱས་ན་བྱས་སོང་མ་བསམ་ན་བསམ་བྱུང་ཟེར་དེ་འདྲ་ཡིན་ནས་བྱུང་གི་ཡོད་རེད་བ། འོ་ད་དེ་དག་ཐམས་ཅད་ལ་ཁོ་རང་གཉན་གྱི་སེམས་འཁྲུལ་ནས་ཨ་ནི་ང་ལ་དེ་ལྟ་བུའི་གནས་སྟངས་མཐོང་གི་ཡོད་རེད་བསམ་ནས་ད་གང་ལྟར་བྱས་གི་ནས་ལུས་ངག་ཡིད་ལུས་ཀྱི་སྒོ་ནས་ད་ཨ་ཅང་ཅང་ངག་གི་སྒོ་ནས་ཚིག་རྩུབ་པོ་མ་ཤོར་བ་སེམས་ཀྱི་སྒོ་ནས་ཡང་ཅི་ནས་ནས་དེ་དག་གི་སྡུག་བསྔལ་དུག་གསུམ་གྱི་དབང་དུ་མ་ཤོར་བ་བྱས་ནས་ཨ་ནི་སྐྱེ་བོ་སུ་དང་སུ་ཡིན་ན་ཡང་ཨ་ནི་ལུས་ངག་ཡིད་གསུམ་གྱི་ཕན་པ་གང་ཐུབ་ཐུབ་ནས་བསྒྲུབ་རྒྱུ་དེ་ལྟར། ཉིན་རེ་གི་ང་རང་གི་མི་ཚེའི་འཚོ་བའི་ནང་ལ་ལས་ཀ་ལས་ཡོད་པ

སྒྲ་འདྲ་བོ་མ་དགའ་བ་ཅིག་ལ་དེ་ནི་སོ་པ་སྒོམ་དགོས་རེད་མ་གཏོགས་པས་ངའི་ཉེ་བ་ཕ་མ་སྤུན་ཆེན་ལ་སོ་པ་སྒོམ་ཟེར་གྱི་ཡོད་མ་རེད། ངའི་ཉེ་བ་ཕ་མ་སྤུན་ཆེན་རང་ལ་ཕན་བཏང་གི་རེད་བྱམས་པོ་བྱེད་ཀྱི་རེད་དེ་ནི་སོ་པ་སྒོམ་ཟེར་གྱི་རེད་མ་རེད། རང་ལ་གནོད་པ་སྐྱེལ་གྱི་རེད་ན་ནི་ཡར་དེ་ནི་ཅིག་ད་སུ་སྡུག་པོ་བཏང་གི་ཅིག་ན་དེ་ལ་ང་ཚོས་ད་སེམས་ཀྱི་དེ་ནི་གང་ཐུབ་ཐུབ་ཨེ་ནས་དེ་ནི་བཟོ་ཟིན།